འོས་བསྡུ་ལྷན་ཁང་གིས། ད་ལྟ་འོས་བསྡུ་ལྷན་ཁང་ལ་འགན་འཛིན་གཅིག་མ་ཞིག་མ་རེད་ཨ་ནེ་བ་དེ་ན་མང་དག་བྱུང་གཅིག་དང་ལས་བྱེད་རེད། འོས་བསྡུ་ལྷན་ཁང་གིས་འོས་བསྡུའི་འགན་འཛིན་ལས་ཐོག་གཉིས་བསྐོས་ཨ་ནེ་ཁོ་རང་ཚོ་གིས། སྔོན་འགྲོའི་འོས་གཞི་ག་དུས་བྱེད་ཀྱི་ཡིན་མེད་གསལ་བསྒྲགས་ཅིག་བྱེད་ཀྱི་རེད་དེ་བར་དོ་ལི་ཡ། སྲིད་སྐྱོང་འོས་མི་དེ་ཡིན་ཕ་གི་ཡིན་ཟེར་ཅིག་ཕ་ཆེན་ཡོད་མེད་དང་ཟེར་ཅིག་ངས་དེ་འདྲ་ཞིག་དྲན་བསྡད་ཀྱི་འདུག་ཟེར་ཅིག་ངས་ཁ་ཆེ་ལ་ཞུ་ཡས་བྱུང་སྟེ། ཨ་ནེ་མང་པོ་གཅིག་གིས་དེ་འདྲ་མ་རེད་ད། འོས་མི་སུ་སོ་སོ་ཡིན་ཟེར་ལབ་ན་ལབ་ཆོག་གི་རེད་འདྲ་བོ་ཞིག་ལབས། ཨ་ནེ་རྒྱལ་པོས་མ་ལགས་ཀྱི་ད་ལྟ་ཐོག་ཁ་ན VOA ཡིན་པའི་བར་ཆེན་ཏེ་ལི་ཡ་ཁོ་རང་གིས་གསལ་པོ་ཏོ་གསུངས་སོང་བ། སྲིད་སྐྱོང་ཞི་ངས་ད་སུ་ཡིན་ནས་བསྡུ་རྒྱུར་བ་ལོ་གསུམ་སོ་ལྔ་བརྒྱད་ས་ན་བྱས་ཡོད་ལ་བ་དེ་གོ་ག་ངས་མཁྱེན་མར་བ།

བསམ་བློའི་ནང་ད། སུ་ཡིན་ནས་སྲིད་སྐྱོང་བྱེད་ཆོག་གི་རེད་བ། བསམ་བློའི་ནང་སུ་ཡིན་ནས་སྲིད་སྐྱོང་བྱེད་ཆོག་གི་རེད་བསམ་བློའི་ནང་ལོགས་ལ་སུ་ཡིན་ནས་སྲིད་སྐྱོང་བྱེད་ཀྱི་འདོད་པ་གོ་ཡོང་ཆོག་གི་རེད་བ། དམིགས་བསལ་གྱི་ལོགས་ཀྱི་ཆ་ནས་ལོ་གསུམ་སོ་ལྔ་བརྒྱད་དེ་མིན་གྱི་བཅའ་ཁྲིམས་རིན་པོ་ཆེ་གི་དོན་ཚན་དགུ་སྟེ་བཞི་ཡོད་རེད་དེ་གས་དེ། དོན་ཚན་དེ་དགུ་དེ་གས་དེ་ཚང་ཡོད་ན།

མི་གཅིག་གི་བསམ་ཚུལ་བྲིས་ཡོད་རེད་བ། ད་དེ་ནས་མ་ང་སྲིད་སྐྱོང་འོས་མི་ཡིན་ཟེར་ད་གཅིག་གིས་དེ་སྲིད་སྐྱོང་འོས་མི་རེད་ཟེར་དེ་དེ་ད་ལྟ་སྐད་ཆ་གཉིས་ད་ལྟ་གླེ་གུས་བསྡད་པའི་གི་སྐད་ཆ་ཞིག་རེད་བ། ད་སྲིད་སྐྱོང་ཙམ་མ་རེད་སྤྱི་འཐུས་ད་ལྟའི་སྐབས་ད་ལྟ་སྤྱི་འཐུས་འོས་མི་འདི་གང་ལ་སྐད་ཆ་ཞིག་ལ་བཤད་མ་སོང་མ་ད་ད་ལྟ་སྲིད་སྐྱོང་འདི་གང་ལ་ཤུགས་ཆེན་པོ་ཚུགས་བསྡད་བ། འདིས་བཙན་བྱོལ་བོད་མི་བཅའ་ཁྲིམས་འགལ་གི་ཡོད་རེད་དེ་སྒྲིག་གཞི་འགལ་གི་ཡོད་ད་དེ་སྐབས་ལ་ང་སྟབས་མ་ལེགས་པ་གཅིག་ལ། ང་སྒྲིག་གཞི་དེ་དྲན་གི་མི་འདུག་སྒྲིག་གཞི་གྲངས་ཀ་དེ་ག་དེ་ཡིན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ལེའུ་དེ་ག་དེ་ཡིན་སྒྲིག་གཞི་གི་ལེའུ་དེའི་དོན་ཚན་དེ་ག་དེ་ཡིན་དྲན་གྱི་མི་འདུག་དེ་ལས་སྔར་གསལ་བོ་ཡག་པོ་ཤེས་པ་དེ་ག་རེད་ཟེར་ན། དེ་འདྲས་ཀྱི་ཁྲིད་ཀྱི་ཁ་སོག་རེད། སྲིད་སྐྱོང་དགོས་པའི་མི་ཅིག་ཡར་བླངས་དེ་དེ་ད་ལྟ་ཨ་ལེའི་འོས་བསྡུ་ལྷན་ཁང་གི་སྔོན་འགྲོའི་འོས་གཞི་ག་དུས་ཆེད་བསྐོ་དགོས་མིན་གསལ་བསྒྲགས་བྱེད་རྒྱུ་རེད། ད་ལྟ་འོས་བསྡུ་ལྷན་ཁང་གི་འགན་འཛིན་གཅིག་མ་ཞུས་མར་ལྡི་ལི་ཡར་འོས་བསྡུ་ལྷན་ཁང་གི་འགན་འཛིན་ལས་རོགས་གཉིས་བསྐོ་རྒྱུ་རེད་ད་ལྟ་ནས་བལྟས། འོས་བསྡུ་ལྷན་ཁང་གས་གལ་གལ་མ་ལབ་ཉན་ནས་སོ་སོ་སུ་སྲིད་སྐྱོང་བ་མི་ཆགས་ཡོང་ཡས་དེ། ཏག་ཏག་ལབ་སྲིད་དེང་མི་འདུག་སྲིད་མང་པོ་ལབ་ཡིན་དེ་ལས་ཨན་མང་པོ་གཅིག་གི་དུས་ཆད་བཞིན་ད་ཞུ་སྐྱོན་འདེགས་དེ་དག་གང་དག་དེ་རིང་འོས་བསྡུ་ལྷན་ཁང་གི་དེ་ནས་མར་གསལ་བསྒྲགས་ཆེད་བཏང་ཆགས་ད་ལྟ་ནས་ཉན་ངོ་དེབ་ནང་ཡི་རིགས་ཚུལ་ཉན་ཐུས་བྱ་ཡོད་དེ་གཅིག་སྲིད་ད་དོན་ཚོ་གཅིག། སྒྲིག་གཞི་དང་རྒྱལ་ཁའི་ཡོ་ལེས་བྱས་རྗེས་དཔེ་བསལ་བ་སོང་ཆ་ཆེ་ཚང་དང་པོ་དེ་ལི་ཡ་འོད་སྡེར་ལྷན་ཁང་དང་དེའི་ཐུགས་རྗེ་ཆེ་ཡེས་བྱས་ཞི་བའི་ཁ་གཏད་ཟེར་ན། ད་འོད་སྡེར་ལྷན་ཁང་གིས་དམིགས་སུ་བཀར་ནས་དེའི་བསམ་བློ་དང་ནི་དྲིན་ཡིན་ཏིང་ང་ཞིང་གི་མེད་དེ་ལས། ངེད་ཀྱིས་ཕར་ཚུར་ཉི་མ་བཞི་ལྔ་ཟེར་གྱི་བརྙན་ལི་ཡ་འོད་སྡེར་ལྷན་ཁང་ལི་ཡ་ཡི་གེ་གཅིག་བཏང་ནས། དེ་འདྲའི་དེ་འདྲའི་ཞིག་ཡོང་གི་བསྡད་ཀྱི་འདུག་ད་འདི་ག་འདྲའི་ཡིན་ནའང་དེ་འོས་བསྡུའི་སྒྲིག་གཞི་ལ་འགལ་གྱི་ཡོད་ན་ཡོད་པ་ཅིག་ཁ་གསལ་པོ་ཅིག་གསུང་དགོས་ཀྱི་འདུག་མ་འདུག་འདུག་ས་ཁུ་སིམ་བསྡད་བསྡད་ན་ཡག་པོ་མི་འདུག་ད། ངས་འདི་ཕྱུག་སྐོར་གྱི་མི་ཚོགས་ཁ་བྲལ་ཟེར་ན་ང་གཉིས་མ། རྒྱ་གར་ལ་བསྡད་པའི་སྐོར་ང་ད་ལྟ་ད་ཕྱི་གེ་ལ་ཡོད་རེད་ཨོ་སི་ཏྲེ་ལི་ཡ་ལ་ཡོད་རེད་ང་རྒྱ་གར་བསྡད་པའི་སྐབས་ལ་རྒྱ་ཡི་མང་གཙོ་ཚོགས་པའི་དྲུང་ཆེ་བྱས་པ་རེད། ང་དྲུང་ཆེ་བྱས་ངའི་ཚོགས་གཙོ་དེ་དུས་དགེ་ལེགས་བྱང་ཡང་རེད། ད་ལྟ་བོད་རྒྱའི་སྤོ་མདོ་ཞེས་བྱ་དགའི་ས་གནས་འགོ་འཛིན། ང་གཉིས་གཉིས་ཚོགས་གཙོ་དྲུང་ཆེ་བྱས་པའི་སྐབས་ལ་ལྔ་བརྒྱ་པད་བྷོ་དྲན་གྱི་འདུག་ཤིན་ཏུ་དྲུག་པའི་གི་ཚེས་གཅིག་ཡིན་ན་དེ་འདྲ་ཞིག་ལ་ཡིན་པ་ཡོད་བར་ཅན། ང་ཚོ་ལ་ཡ་དུས་དུས་སྲིད་སྐྱོང་གི་འོས་མི་དང་སྤྱི་འཐུས་ཀྱི་འོས་མི་གི་མིང་ཐོ་འདུས་འོས་དེ་གས་ཚང་མ་བསྡུས་ཚར་ཡིན་ནས་ང་ཚོ་གསལ་བསྒྲགས་བཅས་བྱས་ཡོད་མ་རེད་འདི་སྲིད་སྐྱོང་འོས་མི་རེད་དཱ་འདི་སྤྱི་འཐུས་འོས་མི་རེད་དཱ་ལ་ནི། ང་ཚོ་གི་གར་ཆེབ་ལས་ཟེར་ན་དབུས་བོད་མིའི་སྒྲིག་འཛུགས་ཀྱི་རང་དབང་ཅན་གི་སྡེ་ཚན་འོས་བསྡུ་ལྷན་ཁང་གིས་ཨ་ནི་འོས་བསྡུ་གྱིས།

ཞེས་སང་ཉིན་ཉམས་མྱོང་གི་ཐོག་ནས་བཤད་ཐུབ་ཀྱི་འདུག་ལ། ཨ་མདོ་སྤྱི་ཐང་ཇུས་གཏོགས་ཚགས་པར་རུ་བ་དེའི་དབུས་བུད་མེད་སྒྲིག་འཛུགས་ཀྱི་སྒྲིག་གཞིའི་འགྲོ་སྟངས་དང། ད་ཁ་ཐོར་ལས་བྱེད་བཅའ་ཁྲིམས་རིན་པོ་ཆེ་གི་འགྲོ་སྟངས་དང་དེ་འདྲ་གང་ལ་དོ་སྣང་དང་དབྱིངས་དེ་བཟོས་བསྡད་པ་ཡོད་དུས་བསམ་པ་ནི་ཚོད་དཔག་བྱས་ཐིག་ནས་བཤད་ཐུབ་ཀྱི་འདུག་ཡིན་ན་ལས་ཐབས་པ་རུ་གཅིག་ལ། གང་ཟག་དེ་སྲིད་སྐྱོང་འོས་མི་རེད་གང་ཟག་ཕ་གི་སྲིད་སྐྱོང་འོས་མི་རེད་ཅེས་གཅིག་གཅོད་གཉིས་མཐུད་བཏོན་བསྡད་སོང་ང། ང་ཚོ་བོད་པའི་གི། བཙན་བྱོལ་གྱི་བོད་པའི་གི་ང་རང་ཚོ་དབུས་བོད་མི་གཅིག་མཚུངས་མངའ་ཁོངས་ལ་ཡོད་བསྡད་པའི་གི་བོད་པའི་གི་ག་དུས་ནས་ལས་ཀ་ག་རེ་བྱེད་མིན་ནས་འདྲི་གི་རེད་ད་དེ་ཁྱད་པར་གི་མི་འདུག་དེ་ལས། བཙན་བྱོལ་བོད་མིའི་བཅའ་ཁྲིམས་དེ་བལྟས་སུ་ཅིག་ཡང་ན་ཀློག་དགོས་འདུག་ཡང་ན་མེད་ན་མི་གཅིག་ལ་ཀློག་དང་ལབ་དགོས་འདུག་ད་གང་ལྟར། ཡང་ན་མེད་ན་གཅིག་ལ་འགྲེལ་བཤད་བརྒྱབ་ད་ཟེར། ང་དེ་འདྲས་ཅིག་བྱེད་ངེས་འཁྲུ་གི་འདུག་ང་ཕ་འདྲས་ཅིག་བྱེད་ངེས་འཁྲུ་གི་འདུག་ངས་བྱེད་པའི་ལས་ཀ་དེ་བཙན་བྱོལ་བོད་མིའི་གི་བཅའ་ཁྲིམས་དེ་འགལ་གི་ཡོད་མ་རེད། ངས་བྱས་པའི་ལས་ཀ་དེ་གཡོ་བོད་མིའི་སྒྲིག་འཛུགས་ཀྱི་སྒྲིག་གཞི་ཅིག་རྒྱལ་ཁའི་ཡོལ་དུ་ཡོད་མ་རེད་ཅེས་དོན་གཙོའི་སྐད་ཆ་དྲིས་ཡོད་དེ་དཔེ་མ་ཟད་གལ་ཆེན་པོ་རེད་བསམ་གྱི་འདུག་འདི་མ་བྱས་པ་ཡིན་ན་ཨ་ནེ་གང་ན་འགྲོ་གི་ཁྲིད་དང་རང་ན་གང་བྱེད་བྱས་བཞག་པ་ཡིན་ན་ང་ཚོ་དཀའ་ངལ་མང་པོ་འཕྲད་ཀྱི་འདུག་བ་ད་དཀའ་ངལ་མང་པོ་འཕྲད་པ་རེད་བ་འདས་པའི་ལོ་གཅིག་གཉིས་ནང་ལོགས་ལ། ལོ་གཅིག་གཉིས་ཡིན་ན་ལོ་གསུམ་བཞི་ནང་ལོགས་ལ་དཀའ་ངལ་མང་པོ་འཕྲད་པ་རེད་བ། དོན་དུ་བསམ་པ་འདི་གཉིས་ཀྱིས་མང་ཚོགས་ལ་འབོད་སྐུལ་ཡང་ག་ལྟར་ཟེར་ན་ད་ང་ཚོ་ཉིས་སྟོང་ཉི་ཤུ་གྱི་གཞུག་ཏུ་བ་ནས་མ་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་གསོ་ལས་འོས་བསྡུ་དེ་སླེབས་ཡོང་གི་རེད་བ། དེ་ལས་ཡོང་དུས་ཚངས་པ་ལས་ཡག་ད་ལྟའི་པར་རོ་དེ་ལས་ཡག་སྒོ་འཚོལ་སྙེག་གིས་གཟབ་གཟབ་བྱེད་སྲིད་ཀྱི་རེད་སྒོ་མ་འཚོལ་སྙེག་གིས་སྒོ་མ་འཚོལ་བའི་རྒྱུ་མཚན་ལ་བརྟེན་ནས་ནོར་འཁྲུལ་མང་པོ་བྱེད་སྲིད་ཀྱི་རེད། ཨ་དེ་ལས་སྡུག་ཟོས་ན་སྒོ་འཚོལ་སྙེག་གིས་ཆེད་མངགས་ནོར་འཁྲུལ་བྱེད་སྲིད་ཀྱི་རེད་བ་དེ་ཚོ་མང་གཡོག་མ་ཚད་པ་ཁས་མ་རེད་དེང་དུས་བསམ་པ་ཕྱོགས་ཡོངས་ནས་བསམ་བློ་བཏང་གཟབ་གཟབ་བྱེད་རྒྱུ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་སྒྲིག་གཞི་ལ་ཡ་ལྟ་དགོས་ཀྱི་རེད་ད་དམིགས་བསལ་གྱི་བཀའ་ཟུར་དང་དེ་འདྲས་དང་སྤྱི་འཐུས་དང་དེ་འདྲས་ཅིག་སྲིད་སྐྱོང་ལ་ལང་གི་ཡོད་ན་ད་སྒྲིག་གཞི་མ་ཆེན་པ་ལང་གི་མ་རེད་བ། དེ་འདྲའི་གི། ཡང་ན་ད་ཅིག་གི་དེ་འདྲའི་གི་སྒྲིག་གཞི་འགོ་ཚུགས་བཞིན་དུ་བྱེད་ཀྱི་ཡོད་ན་ནི་ང་ཚོ་ཤེས་ཀྱི་མ་རེད་མ་གཏོགས། སྒྲིག་གཞི་ལ། སྒྲིག་གཞི་དང་བཅས་པའི་ཐོག་ནས་ལས་ཀ་བྱེད་མྱོང་མགྱོགས་ཤིག་ཡིན་པ་ཡིན་ན་ད་གཞུང་གི་གཞུང་ཞབས་པ་ཡིན་ན་རེད་ཡང་ཕྱི་དུས་དང་བཀའ་ཟུར་དང་ག་དེ་ཡིན་ནས་ལྟས་སུ་འགོ་ཚུགས་ཀྱི་ཡོད་པ་ཡིན་དུས་བསམ་པ། སོ་སོ་ལ་རྒྱབ་སྐྱོར་བྱེད་ཉེས་ཅིག་གི་ཨེ་འདྲས་སྟོན་གྱི་འདུག་ན། རྒྱབ་སྐྱོར་བྱེད་མཁན་ལ་མ་བྲེལ་ཤ་རྒྱབ་དགོས་ཀྱི་རེད་ད། རེད་བ་ཡ། དེ་འདྲས་ཅིག་མ་གཏགས་སྒྲིག་གཞི་དེ་འདྲས་ཅིག་ད། བཅའ་ཁྲིམས་རིན་པོ་ཆེ་ལེའུ་དེ་འདྲའི་ཆེ་གི་ཆ་རྐྱེན་འོག་ནས་དུས་ཚོད་དེ་འདྲའི་ཆེ་ལ་མ་གཏོགས་ཁྱེད་རང་གསལ་བསྒྲགས་བྱེད་ཆོག་གི་མ་ཐག་བྱས་ཙང་དེ་ཡིན་དུ་བསམ་པ། འོས་བསྡུ་ལྷན་ཁང་གིས་ད་ལྟ་དེ་ནི་མ་སྲིད་སྐྱོང་འོས་མི་མང་པོ་ཞིག་མིང་བཏོན་སྐྱོད་དེ་གས་དེ་རྩིས་མེད་བཏང་རོགས་བྱེས་ཞེས་ཞུ་བས་ཡིན། ད་ལྟ་ཟིན་ད་ལྟ་རྩིས་མེད་བཏང་རོགས་བྱེས་ཟུར་དེ་ཁོང་ཚོ་སྲིད་སྐྱོང་མ་སྲིད་རོགས་བྱེས་སུ་གོ་མ་ད་ཡང་མིན་ནང་ལོགས་ལ། ཨ་མཚོ་ན་དོ་དང་མ་མཐར་འགྲོ་ཟེར་གི་རེད་བ། ཞི་མི་འཇུག་གི་འདུག་ཟེར་དེ་ཙི་ཙི་འཇུག་གི་འདུག་ཟེར་ནས་འདི་ཁོག་པ་ཡིན་ན་ཡག་པོ་ཡོད་མ་རེད་བ། ངས་ཀྱི་ཁ་ཡོད་ཞུ་གི་ཡོད་ལབ་ན། སྲིད་སྐྱོང་སུ་ལང་གི་ཡོད་ནས་ཁྱད་པར་མི་འདུག་སྤྱི་འཐུས་སུ་ལང་གི་ཡོད་ནས་ཁྱད་པར་མི་འདུག་གང་ཟག་སུ་ལང་གི་ཡོད་ནས་རེད་ལགས་ངས་གང་ཟག་དོ་བདག་འདི་དང་འདི་ལ་རྒྱབ་སྐྱོར་བྱེད་མཁན་སུ་འདྲ་ཅིག་ཡིན་ན་རེད་བཙན་བྱོལ་བོད་མི་བཅའ་ཁྲིམས་ཀྱི་ལེའུ་གནད་ཅིག་ས་དེ་མ་སྐྱེས་པ་ཞིག་འགྲོ་དགོས་ཀྱི་རེད་ད། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་མངའ་ཁོངས་ལ་ཡོད་བསྡད་པའི་གི་འོས་བསྡུའི་སྒྲིག་གཞི་ཞིག་ཡོད་རེད་ད། འོས་བསྡུའི་སྒྲིག་གཞི་དེ་ཕར་ཚུར་ཉིས་སྟོང་ལོ་ལ་བཟོས་བཅས་ནས་ཞུ་སྒོ་ཉེས་ཆ་དེ་འདྲ་མ་གཏོགས་ཟོབ་ཆོས་མང་པོ་བརྒྱབ་རེད་བ། Amendment མང་པོ་བྱས་ཡོད་རེད། དེ་གས་དེ་ཕར་ལོག་སྒོ་ཚུགས་གི་མི་འདུག་ན་ནི་རག་གི་མི་འདུག་ན་ད་ལྟ་འདི་ཡོད་རེད་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ནང་ལ་བལྟས་ད་ཡོད། འདི་མེད་སོང་ན་གྲོས་ཚང་ལས་ཁུངས་ལ་ཁ་པར་བཏང་ནས་དེ་འདྲས་ཅིག་སྒོ་ཚུགས་གི་འདུག་མི་འདུག་དེ་འདྲས་ཅིག་དགོས་ཀྱི་འདུག་ཟེར་བྱས་མ་བཤད་ཡོད་རེད་བྱས་ཙང་དེ་ཡིན་དུས། ང་ཚོའི་གི་འོས་བསྡུ་དེ། འཛམ་བུ་གླིང་གཞན་དག་འོས་བསྡུ་བྱེད་དུས་རྙོག་དྲ་ག་རེ་ཡོད་ནའི་མིན་ན་ཁོ་རང་བཙན་ཡོད་རྒྱོ་རྒྱལ་ཁབ་རེད་ལུང་པ་ཡོད་རྒྱོ་རྒྱལ་ཁབ་རེད་དཔལ་འབྱོར་ཡོད་རྒྱོ་རྒྱལ་ཁབ་རེད་ནུས་པ་འདོན་ཡོད་རྒྱོ་རྒྱལ་ཁབ་རེད། ཧང་སངས་ཁྱེད་སྐུ་བྱེད་མ་ཤོག། ང་ཚོ་དབུས་བོད་མའི་སྒྲིག་འཛུགས་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ནས་ཡ། རྒྱ་བོད་རིན་པོ་ཆེ་དབུས་བོད་རྒྱལ་དག་དེའི་སྐབས་ཀྱི། བཙན་བྱོལ་ལས་བཟོ་སླད་རེད་པའི་བོད་པ་དང་རྫུས་སྐར་ལས་སྐྱབས་སོག་ལྟ་བཟོས་ནས་ད་ལྟ་སོག་ལྟ་ཞིག་དོན་དེ་རྒྱོ་ཆོར་བ། འོ་ད་དེའི་སོབ་ད་དེ་ཡ་ཡ་ཡ་ཇོ་ལུག་ཅུག་ཅེས་ཡར་བརྩིགས་པ་ཡིན་ན་ཐ་མའི་ཐག་ཏུ་ལག་པ་འཆང་ས་དེ་བཅའ་ཁྲིམས་རིན་པོ་ཆེ་དེ་ཆགས་བསྡད་ཡོད་ལ། བཅའ་ཁྲིམས་རིན་པོ་ཆེ་དེ་དང་ཨན་དེའི་བར་ཡོད་བསྡད་པའི་གི་སྒྲིག་གཞི་མང་པོ་ཞིའུ་བཅོས། དེ་གས་དེ་མ་རྒྱལ་པའི་ཐོག་ནས་ལས་ཀ་བྱེད་ཐུབ་པ་ཡིན་ན་ད་གཟི་བརྗིད་རེད་དེ། བརྒྱ་ཆ་གྱ་གཟི་བརྗིད་རེད། དེ་མ་བྱས་པ་ཡིན་ན་ད་ང་ཚོ་འདས་པའི་ལོ་ཁ་ཤས་ཅིག་ནང་ལ་ལ་དཀའ་ངལ་མང་པོ་འཕྲད་སོང་ང། ཁ་སོག་ལས་ཅིག་གིས། ལོ་ལོན་མ་ནུས་གནས་སྟངས་གཅིག་གི་ཐོག་ནས་དཀའ་ངལ་ཆེ་ལ་སོགས་པ་ད་ག་ནང་བཞིན་གྱི་འོས་བསྡུ་འོས་ཤོག་གི་གྲངས་ཀ་དེ་གྲོས་ཚོགས་ནང་ལ་གཅིག་དང་མ་གཅིག་གི་ཐོག་ནས་ཡང་ཁོ་བཀའ་བློན་ཆགས་གི་དེ་ཆགས་མ་གཅིག་བརྒྱ་ཆ་གི་ཐོག་ནས་ཆགས་གི་དེ་ཆགས་མ་གཅིག་ཟེར་ཡས་ཀྱི་དཀའ་ངལ་མང་པོ་འཕྲད་པ་རེད་བ་དེ་ཡིན་དུས་དེ་ཚོ་དཀའ་ངལ་དེ་སྒང་ནས་མ་ཆེ་ཡང་དུ་བ་དེ་ནོར་འཁྲུལ་ཆེ་ཤོས་གཅིག་དེ་དེ་ཁྱོན་ནས་གནང་གི་མི་འདུག་སྒང་ནས་མ་སུ་འདྲ་ཅིག་ཡིན་ནས་སྲིད་སྐྱོང་ལས་ཐོག་ཡིན་ནས་རེད་སྲིད་སྐྱོང་མ་འོངས་པ་ཅིག་བྱེད་ངེས་འདོད་བསྡད་པའི་གི་གང་ཟག་ཞིག་ཡིན་ནས་རེད་གང་འདོད་བྱས་ནས་གང་ནས་མ་དང་པོ་སྒྲིག་གཞི་དེ་ལག་པ་ཡག་པོ་འཇུས་བྱས་ཏེ། གང་ནས་མ་དང་པོ་སྒྲིག་གཞི་དང་ལྟ་ཚིག་བཅའ་ཁྲིམས་རིམ་པར་ག་རེ་ལས་འདི་གས་ལ་སྲུང་བརྩི་ཡག་པོ་ཞུས་པ་ཡིན་ན། ཝང་ནས་བཅའ་ཁྲིམས་དང་སྒྲིག་གཞི་སུས་ཀྱིས་ཧ་གོ་བཞིན་དུ་གཏོར་གྱི་ཡོད་ན་རེད་ཧ་མ་གོ་བར་ཆེད་ཆེད་གཏོར་གྱི་ཡིན་ན་རེད་གཏོར་བས་ནས་ཀོ་འགྲེལ་བཤད་རྒྱབ་ས་ཅི་ཡོད་རེད་ཀོ་ལ་འགའ་བསྟན་ས་ཅི་ཡོད་རེད། མཛད་གཙོ་རྣམ་པོ་ཚོས་ཀྱིས་འོས་བསྡུའི་སྒྲིག་གཞི་གོ་ཚོད་བཞིན་དུ་དང་ཡང་ན་སྣང་མེད་བཏང་པའི་ཐོག་ནས་ཨ་ནི་འོས་བསྡུའི་སྒྲིག་གཞི་དང་ཏག་ཏག་མ་བསྡད་པའི་ལས་ཀ་བྱས་ལ་སོགས་པ། རེ་བ་དང་ནང་བཞིན་གྱི་བཅའ་ཁྲིམས་རིན་པོ་ཆེ་དང་ཏག་ཏག་མ་བསྡད་པའི་ལས་ཀ་དེ་འདྲ་བྱས་པ་ཡིན་ན། ཨ་ནེ་བ་མོ་བ་ལས་ཡ་ཤེས་ཡ་ལས་མཁྱེན་ཚོར་ཡོད་ལ་ཡིད་ཤེས་མ་ཤེས་པ་ཅིག་ཡོད་རེད། ཨ་བ་ནི་ཡ་རྫུ་གུ་རྫུ་དུས་འི་ཕྱི་དྲགས་པའི་གནས་སྟངས་ཆོད་རེད་ཕྱི་ཟླ་འདིའི་འདི་ཙམ་ད་ཉིད་ཀྱི་ད་ལྟ་མ་ཤེས་ཡས་དེ་ཕྱོགས་གཅིག་ནས་བལྟས་ཚེ་སེམས་ཚོར་ཡོང་གི་འདུག་ག་ལས་ཟེར་ན། གང་ཟག་གཅིག་དང་གཅིག་ལྟ་བ་མཐུན་ནས་མ་མཐུན་ནས་གོ་དཀའ་ངལ་འཁྱེར་མི་འདུག་དེ་ལས་བཅའ་ཁྲིམས་རིན་པོ་ཆེ་གི་རྒྱལ་ནས་ལས་ཀ་བྱེད་ཡས་དང། སྒྲིག་གཞི་རྒྱལ་ནས་ལས་ཀ་བྱེད་ཡས་དེ། ག་དུས་ཡིན་ན་དེ་ཏག་ཏག་ཅིག་མཐོང་གི་མི་འདུག་དེ་ཚོ་འདི་ཡིན་དུ་བསམ་པ་དེ་འདྲ་མ་གནང་རོགས་བྱེས་ཟེར་བྱེས་ངས་ད་ལྟ་འབོད་སྐུལ་ཞུ་ཡའི་རྒྱུ་མཚན་གཙོ་བོ་དེ་ཡིན་ད་ལྟ་ངས་ད་ལྟ་ཉིད་དེ་ཁ་སང་ནས་ཅིག་བཤད་དགོ་བསམ་བསྡད་ཡོད་དེ་ལས་ད་ངས་དེ་པར་རུ་དེ་ད་གསུམ་བཅུའི་དུས་དྲན་ད་ཨ་ལས་ཀ་ཁ་ཆེ་ཁ་ཆེ་འགྲོ་སླད་ཨན་དེ་སོ་སོ་ཟིན་བྲིས་འགྲོ་ཡ་ད་དེ་འདྲ་ཁས་ནས་ཁས་འཆི་དུ་མ་སོང་དེ་གང་ལ་ངས་གི་བྱེད་དགོ་ཡ་དེ་ཏག་ཏག་བྱེད་བཞག་ཡོད་དེ་ལྷན་ཁང་ལ། ཁ་བཏོད་ཡི་གེ་བཏང་ཡོད་ད་དུས་དེ་ང་བོད་ཡིག་ནང་ལ་ཡག་པོ་ཞིག་ཆེད་དུ་མ་གསུངས་ད་དེ་ཡང་ཨིན་ཇི་ནང་ལ་བཏང་ནས་ད་ལྟ་ངའི་ངོ་དེབ་ནང་བྲིས་བཞག་ཡོད། དེ་བཏང་པའི་འདི་ལས་ཕ་ནད་ཚོས་ང་ལ་ཡག་ཡིག་ལན་བྱེད་ལས་མ་སོང། སྤྱི་བཏང་ད་ལྟ་དྲིལ་བསྒྲགས་ལས་ཁུངས་དུ་འཛུལ་ཡིན་ན་ཡི་གེ་བཏང་པའི་ནང་ཡིག་ལན་ལམ་སང་ལེགས་འདུག་གོ་འགྲིག་གི་ཡོད་ན་རེད་འགྲིག་གི་མེད་ན་རེད་ཅིག Complain དེ་འདྲས་བྲིས་པ་ཡིན་ན་རེད་ཡང་ཅིག་གིས་མ་འགྲིག་པ་དང་ནོར་པ་དེ་འདྲས་ཅིག་ཡག་དེ་འདྲས་ཅིག་བཤད་བཞག་ལབ་པ་ཡིན་ན་རེད།

དེ་འདྲའི་དེ་འདྲའི་གི་སྲིད་སྐྱོང་ཡོད་མེད་བསྟོད་ཡོང་ཡ་དེ་སྒྲིག་གཞི་དེ་འདྲའི་ཅིག་རྒྱལ་གི་ཡོད་དེ་བཅའ་ཁྲིམས་གི་ལེའུ་དེ་འདྲའི་ཅིག་རྒྱལ་གི་ཡོད་རེད་པས་གསལ་བོ་དགོས་ཟེར་དེ་ཡང་སྙིང་ཐག་པོ་ནས་ཐུགས་རྗེ་ཆེ། རང་དབང་རྗེས་ཀྱི་སྡེ་ཚན་གྱི་དངོས་གནས་དང་ནས་ཀྱི་ལས་འགན་དེ་གྲུབ་སོང་བསམ་པ་ཅིག་དེ་འདྲའི་ཅིག་བྱུང་གཅིག་དེ་རེད། གཉིས་པ་དེ་ལ་ད་ལྟ་ད་ཕར་ཆེན་འགྲོ་ས་མེད་རོགས་གང་ཞིག་འོས་བསྡུ་འགན་འཛིན་ད་ལྟ་ལས་ཐོག་ལྟ་ངན་སུ་ཡིན་ན་མྱོང་བ་ཞིག་མི་འདུག་གོམས་སོང་ཕར་ཆེན་ངེད་ཀྱི་ཧ་གོ་བའི་བྱས་བ་ཡིན་ན་དཀོན་ངོ། བདག་ཉིད་སྐུ་ངོ་མཚན་དཔེ་དང་བཅས་ཞབས་གོང་མ་སོགས་གང་དང་སུ་ཡིན་ནས་ད་བ་ཆེན་སྙེ་མ་དང་འདྲ། ཟློས་གར་གྱི་རྒྱན་རྩིས་སྐུ་ངོ་ཞུས་རེད་འདི་ཁོང་ཡིན་པ་ཡོད་བ་ཆེན། ཕྱི་རྒྱལ་ཁག་དུ་བ་དང་ལུང་པ་གཞན་དག་དུ་བ་ལ་ཡང་བོད་པ་སྡེ་སྲིད་དུ་བ་ལ་འོས་བསྡུ་གྱིས་སྒྲིག་གཞི་དང་བཅས་པའི་ཐོག་ནས་གཏམ་བཤད་གནང་ག་བེ་ཡས་རེད་ཅེས་གསུངས་ཞེས་ད་འདི་བ་ཆེན་ཁྲིག་བྱེད་ན་ཕེ་ཚ་ཡོད་ཀྱི་རེད་ཅིག་བྱེད་ན་ཁ་ལོ་ལ་ལས་འདེམས་ནང་ཡོད་ཀྱི་རེད་ད་འདི་ངས་ཤིག་མི་འདུག་ག་ད་འདི་འདྲ་ཅིག་གོ་ས་དེའི་མ་ཚད་ད་འདི་ཁ་སང་སྙེ་མ་ཨོ་སི་ཏྲེ་ལི་ཡ་ལ་ཡང་འོས་བསྡུ་རྒྱན་འཛིན། སྐུ་ངོ་ཤི་གསོན་སོ་ནམ་ཆེན་པོས་ད་ཕེབས་སོ། དེ་དུས་ངས་ཞུ་རྒྱུ་བྱུང། ད་བྱུང་ན་ད་ཕེབས་དགོས་ཡ་གལ་མི་འདུག་ག་དེ་ཟེར་ན། ཕྱོགས་གཅིག་ནས་སྐུ་འགྲོ་སོང་ཆེན་པོ་ལ་ཅི་ཡོད་རེད་ཕྱི་རྒྱལ་ལ་འགྲོ་དགོས་དུས་བསམ་པ་ལས་ཡ་ད་འགྲོ་སོང་ལ་དཀའ་ངལ་མེད་པའི་དབང་བཏང་པ་ཡིན་ནའི་ལས། འོས་བསྡུའི་འགན་འཛིན་གཅིག་དེ་དེ་ལྟར་མི་ས་ལ་དེ་རྒྱ་གར་ལ་གཞིས་ཆགས་མང་པོ་ཞིག་བཅག་སྟེ་དེ་གའི་ལ་འགྲོ་དགོས་སྐོར་དངོས་གནས་བྱས་ན། ཡང་ན་མེད་ན་ས་གནས་འགོ་འཛིན་གྱི་འགྲེལ་བཤད་བརྒྱབ་དགོས་ཀྱི་རེད་ཡང་ན་མེད་ན་འོས་བསྡུའི་འགན་འཛིན་དེ་བ་ལས་ཕེབས་དགོས་ག་དེ་ཟེར་ན། ཡང་ང་ཚོ་རྒྱ་གར་ལ་མི་རྒན་རྒོན་མང་པོ་བྱས། སློབ་སྦྱོང་གི་གནས་ཚད་ཧྲིལ་གྲངས་མ་ངེས་པ་མང་པོ་ཡོད་སྐྱོ་དོན་ཚོ་ནི་འགྲེལ་བཤད་རྒྱབ་དགོས་ཡག་ཅིག་རེད་ཤག། ཕྱི་རྒྱལ་ལ་ཡོད་བསྡད་པའི་བོད་པ་དོན་ཚོ་ནི་མང་ཆེ་བས་སློབ་སྦྱོང་རག་བསྡད་རྒྱུ་ཆེ་ཡང་དོ་སྣང་མ་བྱེད་ངེས་ཞིག་རེད་དོ་ཡང་དེ་དོ་སྣང་བྱེད་བྱེད་ལ་དགོས་ཡག་ཅིག་རེད་ཤག། དེ་ཡོད་འདི་བསམ་པ་ལ་ཡ། ངའི་ཞུ་ཡས་གཙོ་བོ་དེ་ག་རེད་ཟེར་ན། ཕྱི་རྒྱལ་ཁག་ལ་དོན་གཅོད་ཡོད་རེད། དོན་གཅོད་ལས་ཁུངས་ཀྱི། གི་དོན་བརྗོད་ཆ་ཚང་ལོ་ཁ་ཆག་གོ་རེ་དོན་བརྗོད་འདི་ཁ་ཆག་གོ་རེ་ཟེར་ན། འོས་བསྡུའི་སྐབས་ལ་ཤུགས་མ་གཏུགས་ཀྱི་ས་གནས་ཀྱི་འོས་བསྡུ་འགན་འཛིན་ཆགས་ཀྱི་ཡོད། འདི་ཡིན་དུས་མཚམས་པ་ལི་ཡཱ་ཨུས་བུད་མེད་སྒྲིག་འཛུགས་ཀྱི་འོས་བསྡུ་འགྲིག་ཆགས་ཀྱི་ཡོད་པ་སུ་འགྱུར་བ་གཏང་གི་ཡིན་ནས་རེད་གནོན་པའི་རྒྱབ་གོས་ཡོད་ནས་རེད།

འདམ་ས་ལ་ནས་བྱེད་ལྡི་ལི་བྱེད་ལྡི་ལི་ནས་བྱེད་ཨོ་ནི་ཨོ་སི་ལི་ཡ་ཡོང་དགོས་རེད་བ་དང་པོ་ཨོ་སི་ལི་ལ་ཡོང་པ་རེད་ཡང་ན་བི་སི་བྷིར་འགྲོ་དགོས་རེད་ཡག་ལ་མེད་ན་སིད་ནི་ལ་འགྲོ་དགོས་རེད་ཨ་དེ་ནས་ཀན་བྷི་ར་ལ་འགྲོ་དགོས་རེད་དེ་འགྲིག་གི་འགྲོ་སོང་ག་ཚད་སུ་བཅུག་རེད་འདི་གའི་ཚང་མ་གཅིག་ཡང་སྤྱི་ཡོངས་ནས་བསམ་བློ་བཏང་མེད་གང་ལྟར་དོན་དག་རྡོག་རྡོག་དེ་འདི་རེད་འདུག་བ་འོས་བསྡུ་སྒྲིག་ཆས་བརྒྱ་ཆའི་བརྒྱ་ཡ་དེ་རེད་འདུག་བ་ང་དེ་མི་དཀྱུས་མ་གཅིག་གི་ངོ་དེབ་ནང་བརྒྱ་ཆའི་ཡག་ཐག་ཆོད་བརྒྱ་རེད་འདུག་བ་དུས་ཚོད་གོ་སྐབས།

ད་ལྟ་ཕི་ཀེ་ཁ་ཐེ་དྲིལ་བསྒྲགས་དྲུང་ཆེ་གིས་དྲིལ་བསྒྲགས་སྐུ་ངོ་དྲུང་ཆེ་གིས་ཀོ་རོ་ནཱ་བྷ་རེས་དང་བཅས་པའི་དོན་དུ་གསར་འགོད་གསལ་བསྒྲགས་བྱས་ཟེར་བ་ལྟ་བུ་འདི་ད་ལྟ་གཅིག་པུ་གཅིག་རྐྱང་གཅིག་འོས་བསྡུ་ལྷན་ཁང་གིས་བྱས་ཆགས་པས་ན་དཀའ་ངལ་གལ་མི་འདུག་ཨ། ནམ་རྒྱུན་ན་ཡར་མར་ཕེབས་དགོས་མ་རེད་འགྲོ་སོང་བཏང་དགོས་མ་རེད་དུས་ཚོད་བཏང་དགོས་མ་རེད་ཨ། ད་ལྟ་ཕི་ཀེ་གདམ་ས་ལ་ལས་ཀ་བྱེད་དགོས་དུས་ཚོད་མང་ང་རག་འགྲོ་དགོས་རེད་པ། དེ་ཡིན་ཆ་ཚང་དེ་ཡིན་དུས་ཐ་སྙད་ཀྱི་སྐད་ཆ་མང་པོ་འགྲོ་བ་ཆགས་ཟེར་རེད་ཡིན་ནའི་ལས། ཨ། མ་བཤད་ཀ་མེད་འགྲོ་བ་ཆགས་ཟེར་ག་རེ་ཟེར་ན། དེའི་ངོ་དེབ་དེ་ནང་དམར་ཤད་ཉལ་ལ་ཡ་དོ་ད་འོས་བསྡུ་ལྷན་ཁང་ལས་དྲི་བ་བྱས་ནས་དེ་འདྲས་ཅིག་ཡིན་དགོས་འདུག་ད་སྲིད་སྐྱོང་གི་དེ་འདྲས་ཡིན་དེ་འདྲས་ཡིན་ཟེར་མིང་ཞིག་བཏོན་ཡོང་གི་འདུག་ད་ལྟ་སྤྱི་ཟླ་གསུམ་པ་རེད། ཉི་མ། ཉིས་སྟོང་བཅོ་ལྔ་ཡིན་ན་སྤྱི་ཟླ་དྲུག་པ། སྤྱི་ཟླ་ལྔ་བའི་དམ་ཤུགས་ལ་དྲུག་པ་ལ་མ་གཏོགས་ཅིག་གི་འོས་བསྡུ་ལྷན་ཁང་གི་ཨ་ནེ་འགན་འཛིན་ལས་རོགས་གཉིས་བསྐོས་ཚར་གྱི་ཡོད་མ་རེད་ཨ་ནེ་སྤྱི་ཟླ་གསུམ་པ་དོར་བ་ནས་ད་གང་ཞིག་ཟབ་རག་རག་ཞིག་ལ་འགོས་ཟེར་བ་ང་ཚོ་ལྟ་རོགས་ཞིག་དང་མ་གསུངས་ནས།

དབུས་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་རིན་པོ་ཆེ་དང་སྒྲིག་གཞི་འདི་གའི་དེ་རྒྱལ་དང་མ་རྒྱལ་གྱི་ཐོག་ནས་ཕྱག་ལས་གནང་དགོས་དེ་གལ་ཆེན་པོ་ཞིག་རེད་འདི་དེ་རིང་ད་དམིགས་སུ་བཀར་ནས་འོས་བསྡུ་ལྷ་མགར་གྱི་འགན་ཞིག་འཁྱེར་ནས་གྲལ་བཤད་བརྒྱབ་པ་དེ་དཔེ་དགའ་པོ་བྱུང་ཞེས་ཆེ་བསྔགས་བརྗོད་ཞུས་པ་ཡིན་ག་དེར་ཟེར་ན་ང་ཚོ་བོད་པའི་གི་གཤིས་ཀ་རེད་ཉག་དེ་སུའི་གཤིས་ཀ་ཡིན་ནས་ད་ག་འདྲ་མི་ག་འདྲས་ཅིག་ཡིན་ནས་གཞུང་གཅིག་གི་ལས་ཀ་བྱེད་དུས་ནོར་སོ་ན་ནོར་སོ་ད་ནོར་དགོས་རྒྱུ་མཚན་དེ་འདི་རེད་ད་ཅེས་བཤད་ཐུབ་བས་ཅིག་ད། འགྲིགས་སོང་ན་འགྲིགས་སུ་དང་ཡག་པོ་བྱུང་སོང་ན་བྱེས་སུ་དང་བྱེད་རླབས་ཆེན་པོ་བྱས་ཏེ་དཔེ་མི་སྨྲ་སྲིད་གལ་ཆེན་པོ་རེད་ཤག་དེ་གིས་ལས་ཀ་ཡག་པོ་བྱེད་མཁན་ལ་ཡང་སེམས་ཤུགས་འཕར་མ་སྐྱེད་ཅིག་སྐྱོན་བརྗོད་བྱས་པ་ཡིན་ན་ལས་ཀ་ནོར་འཁྲུལ་བྱེད་མཁན་དེ་གིས་སོ་སོའི་ནོར་འཁྲུལ་ཧ་གོ་པའི་ཐོག་ནས་བཟོ་བཅོས་འགྲོ་ཡ་ཅིག་དེ་གིས་དཔེ་ཁྱད་པར་འདུག་འོ་དེ་འདྲ་ཡིན་ཆ་ཚང་ད་ག་ཡིན་ད་ནི་མ།

ཉིས་སྟོང་ཉི་ཤུ་ནས་མ། ད་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་དྲུག་པའི་རྗེས་ནས་མ་སོ་སོ་སོར་ལོ་བཅོ་བརྒྱད་སུ་ཟིན་མིན་སོ་སོའི་ཤེས་ཀྱི་རེད་བ། དེ་ཡིན་དུས་བསམ་པ་ལ་སྲིད་སྐྱོང་སུ་འདྲ་ཅིག་བླུགས་ན་ཡག་ག་འདུག་སོ་སོ་སོའི་བསམ་སྟངས་དཔེ་གལ་ཆེན་པོ་རེད། གཞི་རྩའི་སོ་སོར་ལོ་བཅོ་བརྒྱད་ཡིན་པ་ཡིན་ནའི་ལས་མི་རྒན་པའི་གྱི་དེ་འདྲས་ཅིག་བླུགས་ན་ཡག་པོ་ཡོད་རེད་དེ་ཕ་འདྲས་ཅིག་བླུགས་ན་ཡག་པོ་ཡོད་རེད་ལབ་སྲིད་ཀྱི་རེད་དེ་ཚོ་ཉན་ད་ཆོག་གི་རེད་དེ་ལས། མཐའ་མའི་ཐག་གཅོད་དེ་སོ་སོས་བྱེད་ཡ་གལ་ཆེན་པོ་རེད་ག་རེད་ཟེར་ན། མི་རེ་རེ་འོས་ཤོག་རེ་རེ་ཡོད་རེད་དེ། སོ་སོས་ཀླད་པ་གཡུག་བས་རེད་བ། སོ་སོས་བསམ་བློ་དང་ཀླད་པ་དང་སེམས་པ་གཉིས་ཀ་གཡུག་དགོས་རེད་ད། ཀླད་པ་གཅིག་པོ་གཡུག་ན་ཡང་ཀླད་པས་ལས་ཀ་ཡག་གི་ངེས་ཅིག་མ་རེད་བ། ཀླད་པ་དང་སེམས་པ་གཉིས་མཉམ་དུ་སྤྲད་སོང་ན་ཨ་ནི། ལས་ཀ་ཡག་པོ་དེ་སེམས་པ་བཟང་པོ་འཁྱིལ་པའི་ཐོག་ནས་བྱེད་ཐུབ་ཡས་ག་འདོད་དོ་དེ་ཧ་གོ་དགོས་རེད་བ་དེ་ཡིན་དུས་ང་ཚོའི་འོས་བསྡུ་དེ་ཡས་གཅིག་བཟང་ཕྱོགས་ཀྱི་རྣམ་པའི་ཐོག་ནས་འགྲོ་ཐུབ་ཡས་ཀྱི་རེ་བ་དང་འབོད་སྐུལ་ཞུ་གི་ཡོད། དམིགས་བསལ་གྱི་ཟླ་གསར་པ་རྙིང་པ་ག་རེ་ཡིན་ན་རེད་མི་གསར་པ་ཡིན་ན་རེད་མི་གཞོན་སྐྱེས་ཡིན་ན་རེད་མི་ལོ་ཆེན་པོ་ཡིན་ན་རེད་ལོ་རྒན་པ་ཡིན་ན་རེད། བསམ་བློ་དེ་ག་དུས་ཡིན་ན་རེད་ཁོ་གཞོན་ཤོས་དེ་དེ་གོ་རེད་བ། ཀྱེ་འདྲེ་ཚང་པ་བསམ་བློ་དེ་གཏིང་ཟབ་པོ་ཡག་པོ་བྱེད་སྟངས་ནི་གང་ཟག་དེ་འདྲས་ཅིག་གིས་མ་འོངས་པའི་བོད་ཀྱི་བདེན་མཐའ་གསལ་ཡ་ལས་ཕན་ཐོག་གི་རེད། གང་ཟག་དེ་འདྲས་ཅིག་གིས་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་གང་ཡོད་པ་དེ་དག་འགྲོ་ཐུབ་གི་རེད་བསམ་པ་ཅིག་འདུག་ན་ད་འདི་སྤྱི་འཐུས་ལོ་ལོན་ནས་བྱེད་གི་རེད། སྲིད་སྐྱོང་ལ་བསླུས་ནས་བྱེད་ཀྱི་རེད། ས་གནས་འཐུས་ཚོགས་ལ་བསླུས་ནས་བྱེད་ཀྱི་རེད། ད་མ་མ་མ་ཕ་བོ་ཡིན་ན་སོ་སོ་སོ་ས་གནས་དུ་བ་ལ་ཏི་དུ་བ་ས་གནས་འཐུས་ཚོགས་དུ་འདི་དུ་བ་བོད་ནང་ཀུ་མི་ནི་ཅི་དེ་འདི། དེ་འདི་ལས་བསླུས་ནས་བྱེད་ཀྱི་རེད་ད་གོ་བ་ལུས་ནས་ཁྱད་པ་ཡོད་མ་རེད། དེ་ཡིན་དུས་བསམ་པ་ལ་ཡ། Election is very emotional རེད་བ། འོས་བསྡུ་དེ་དཔལ་དེའི་བར emotional།

ཨ་ཉམས་མྱོང་ཡོད་པ་ཞིག་དགོས་ཀྱི་ཡོད་ད་ག་ད་བཅའ་ཁྲིམས་ནང་གི་ལེའུ་ནང་ལ་ཡང་མ་ཚང་བ་མང་པོ་ཞིག་སོ་སོས་བསམ་བཏང་ཡ་ཡོད་ད་ངས་དཔེ་མཚོན་ཆུང་ཆུང་ཅིག་ཞུས་པ་ཡིན་ན། བཅའ་ཁྲིམས་ནང་ལོགས་ལ་ཡང། སྲིད་སྐྱོང་བྱ་ཡ་ལ་སློབ་སྦྱོང་གི་གནས་ཚད་འདི་དགོས་ཅེས་ཡོད་མ་རེད་བཅའ་ཁྲིམས་ལེའུ་ནང་ཅིག་བལྟས་ད་མི་དེ་ལ་འཛིན་གྲྭ་བཙུན་ངོས་ཐོན་པ་དགོས་ཡོད་ཟེར་ད། མཐོ་སློབ་ཐོན་པ་དགོས་ཡོད་ཟེར་ད། University སྐད་གྲགས་ཆེན་པོ་ཐོན་དགོས་ཟེར་ད་ཡང་གཅིག་གིས University སྤྱི་བཏང་ཅིག་ཐོན་དགོས་ཡོད་ཟེར་ད་འདྲ་བཅས་ཡོད་མ་རེད། འདི་ཚོ་ཚང་མ་ཡང་སོ་སོའི་བསམ་དང། སློབ་སྦྱོང་མི་ཉན་ཅིག་འོས་ཤོག་བླུག་གི་ཡིན་པས། སློབ་སྦྱོང་ཡོན་ཉན་ཅིག་བླུག་གི་ཡིན་པས། དེ་ཡིན་དེ་བསམ་པ་ལ་ཡ། མང་གཙོའི་གི་ནང་དོག་ལ་མི་ལ་ཡ། དེ་ཞིའུ་ཤི་སྐྱེ་བའི་རང་དབང། བསམ་བློ་ཡག་པོ་བཏང་ཡག་གི་རང་དབང་ཞིའུ་ཆོ་ཏྲ། དེ་བསམ་བློ་ཡག་པོ་བཏང་དང་མ་བཏང་ཟེ་དེ་རང་དབང་ཕི་ཆོས་ཆི་ཉན་གི་གང་ཟག་སྒེར་པོ་སོ་སོ་ར་ལི་གོ་ར། ཧོ་དེ་འདྲ་ཡི་བྱས་ཙང་དགོངས་པ་ཡག་པོ་བྱེད་རོགས་གྱིས་ཨ་ནི། བྱིས་པ་དེ་འདྲ་ཡོད་སོང་ན་ད་ལྟ་བར་དུ་བ་ཏག་ཉིད་འདི་དོ་སྟངས་ནང་ན་ཅིག་ནས་ངས་ལན་རྒྱག་པར་བ་ད་ལྟ་སྐར་མ་ལྔ་ཤར་རྗེས་སུ་དོ་ཨ་དེ་འདྲ་མེད་པ་ཡིན་ན་གཉིད་ཐག་རང་ནས་ཙམ་ཆགས་ཤག་བ་ད་དེའི་སྟེགས་སུ་ག་ཚད་རེ་ཆགས་ཡོད་ན་གང་ཞིག་ངས་ཧ་གོ་གི་མི་འདུག་ནམ་རྒྱུན་ངས་སྐར་མ་བདུན་ནས་མང་བ་ཞིག་མེད་ད་ལྟ་དེ་ཕར་ཕྱིན་ཕར་ཕྱིན་སྐར་མ་བདུན་ནས་སྟེགས་སུ་མང་བ་ཆགས་སོང་ཨིན་ཏེར་ནེད་སྟེགས་སུ་ཡག་པོ་འགྲོ་གི་འདུག་ཨ་ནི་གདོང་པ་དེ་གསལ་པོ་མཐོང་གི་འདུག་ཨ་ནི་སྟེགས་སུ་མང་ཚེ་ཤེས་བྱ་ནི་ཁྱད་པར་སུ་མི་འདུག་བསམ་བྱུང་ང་གཞན་མཚམས་ཙམ།

གསུམ་ནང་ལོགས་ལ། ད་ང་ཚོ། ང་ཚོ་ད་ལྟ་སྤྱི་འཐུས་འོས་བསྡུ་འདི་གང་ལ་འགྱུར་བ་ཆེན་པོ་ཞིག་གོ་གི་འདུག་སྟེ། ང་ཚོ་ད་ལྟ་སྤོ་སྒུག་མང་པོ་ཅིག་གཞོན་སྐྱེས་མང་པོ་ཚོ་མཉམ་དུ་ང་ཚོ་འདི་སྐད་ཆ་བཤད་བཞིན་པ་ཡིན། ཡིན་ནའི་ད་ང་ཚོ་རྒྱབ་ལ་སྐད་ཆ་བཤད་བསྡད་པ་རེད་མ་གཏོགས་མདུན་ནས་དོན་ནས་སྐད་ཆ་བཤད་ནུས་ཉེན་ཞིག་ད་མཐོང་ཡང་མི་འདུག། འདི་ག་རེད་ཟེར་ན། དགོངས་དག། འདི་ག་རེད་ཟེར་ན། སྤྱི་འཐུས། སྟབས། ཁ་སང་ཉིས་སྟོང་བཅུ་དགུ་ལི་ཡར་མི་བུ་ཞིབ་བཤེར་ཞིག་བྱས་སོང། མི་བུ་ཞིག། མ་ཟད་འདི་ག་ད་ལྟའི་ངོ་དེབ་གཞན་པ་ཞིག་ནང་སྐད་འཕྲིན་གྲོགས་པོ་གཞན་པ་ཞིག་ནང་ཞིག་ཡིན་སྙམ་དུ། ཡ་འདི་རིང་པོ་ཞི་བ་ཆགས་གྲབས་སུ་འགྲོ་མི་ཚང་མ་ཉན་ཐུབ་མ་རེད་རིང་པོ་དེ་འདྲ་ཡ་ཡ་ཨང་གཅིག་ད་ལྟ་དེ་དག་ནང་བརྩམས་བཞག་གི་ཡིན་ང་ད་ལྟ་གོ་གནས་ཅིག་ཡོང་གི་ཡིན།